སྐུ་གཟུགས་བཟང་པོ་བཀྲ་ཤིས་བདེ་ལེགས་ཨ་ནི་ཞུ་ལེ་ན། སྔ་འགྱུར་རྙིང་མ་འདོན་འཇུམ་གཏེར་གསར་བསྟན་པའི་སྲོག་ཤིང་གདམས་པ་ཁྱབ་བདག་འཁོར་ལོའི་མགོན་པོ་བདུན་རྒྱལ་སླེ་དུར་མཚོན་གྱི་སྨན་ནག་བདུན། ལྕགས་ཀྱི་གདུང་སྲས་ག་ར་རིན་པོ་ཆེའི་ཆོ་ག། རྣམ་ཐར་ཨ་ནི་བུ་དགྲ་ལོ་རྒྱུས་ཨ་ནི་བུ་དགྲ་གཟིགས་མོ་དུར་ཞུ་ལེ་ཨ་ནི་ཞུ་ལེ་ན། སྤྱིར་བཏང། ལྕགས་རྗེ་དགའ་ར་རིན་པོ་ཆེའི་ཞུན་ཁ་འདི་བུ་ལ་རོ། སངས་རྒྱས་དངོས་བརྒྱུད་བ་ལ་སྦྱང་ལྟ་བུ་གསུང་སེམས་ཅན་དོར་གྱིས་ནི་ལྕགས་རྗེ་དགའ་ར་རིན་པོ་ཆེ་ག་རྣམ་ཐར་ཕྱི་ནང་གསང་གསུམ་ག་རྣམ་ཐར་རྒྱལ་པོ་རྗེས་ཀྱི་ཧིན་གསང་གསང་ཨ་ནི་ཞུ་ལི་ཀ་རྒྱལ་ཁ་འོད་བབས་མ་ལ་ཨ་ནི་ཞུ་ལི། འདི་ཉིད་རང་བུ་སྦྱང་ཐོས་ཁ་འདོར་དང་མཐོང་ཁ་འདོར་དང་དཔེ་ཆ་ནང་ག་རྗེས་ཁ་འདུར་མཛེས་མོ་དུར་མདོང་དང་བཞུན་དང་ནི་ལ་ཨའི་དེང་སོང་མང་པོ་དུར་ག་འཕེན་རྟོགས་པའི་རྒྱུ་བ་ལ་ཨ་ནི་ཞུ་ལས་ཨན་ཞུ་ལས་ལ་ངོ་ནུ་ཀི་བ་ག་རྟེན་གི་ཨའི་དེ་རྒྱུ་སྡེ་ནང་ག་ཧང་དེ་སུང་མ་ལ་ཨ་ནི་ཞུ་ནི་ལ། ལོ་རྒྱུས་ལྡན་གྱི་མ་ཤེས་ན་སང་ཚེ་ངེས་པའི་ཚིག་རྣམས་ལ

ཨའི་གདན་ལྟ་བུ་རམ་དཔལ་ལྡན་བླ་མའི་རྣམ་པར་ཐར་པ་ལ་སྐད་ཅིག་ཙམ་ཡང་ལོག་ལྟ་མི་སྐྱེ་བཞིན་ཅི་མཛད་ལེགས་པར་མཐོང་བའི་མོས་གུས་ཀྱིས་བླ་མའི་བྱིན་རླབས་སེམས་ལ་འཇུག་པར་ཤོག་ཨ་ནི་ཨའི་གདན་བག་གི་འུར་རྡོ་ལྟ་བུ་སྨོན་ལམ་ཨ་ནི་འུར་སྒྲ་འུར་རྡོ་ལྟ་བུ་བཏབ་ནང་བཅའ་འུར་རྡོ་ལྟ་བུའི་སྐབས་འགའ་ཅི་མཛད་ལེགས་པར་མཐོང་བའི་མུ་གུ་ཀི་ཡིག་དག་ག་འབྲས་བུ་ཨེ་བ་ཀི་རང་ག་རྩ་བའི་བླ་མ་ག་གཤེགས་པའི་རེན་ལྕ་མོ་དང་ནི་ལ་གཤེགས་པའི་རེ་བུ་མ་འཇའ་གཞུ་ལས་འུ་དུ་གཤེགས་པའི་མར་ཁ་འབུ་རྒྱུ་འཛིན་ཧང་གི་ལ་ཡ་དང་ནི་ལ་ཨའི་ཏིན་བ་ཀི་རང་ག་རྩ་བའི་བླ་མ་ག་མཁས་མཆོག་རང་ག་རྩ་བའི་བླ་མ་ག་ནུས་པ་རང་ག་རྩ་བའི་བླ་མ་ག་ནང་ག་རྟོགས་པ་མཁས་པོ་ཨེ་བ་ཀ་སེམས་ག་ཡིད་ཆེས་གདིང་ག་རྔེད་པའི་མར་བ་ག་བསྟན་གི་བླ་མ་ཀི་རང་ག་རྩ་བའི་བླ་མ་ཀི་སྤྱི་ཟས་ཅེས་འོམ་ནི་སྦྱར་བ་སྤྱིར་ལམ་ཧང་ལྟ་བུ་ནང་ནི་བུ་རོག་སྟེ་བག་གི་སེམས་ཅན་དགའ་ལྡན་དག་གི་སྒང་ལ་སྒང་དུར་གྱི་ནང་བ་ལ་ཁམས་ཨེ་བག་གི་སྤྱི་རྫས་ལེགས་པར་མཐོང་བའི་མུ་གེའི་ཟླ་ག་འགྱིད་པོ་གཤེགས་པའི་མར་ག་ཤོ་ཨེ་ལྡན་བག་ག་ཅོ་འཕྱི་ལུགས་ཤོ་རང་ག་རྩ་བའི་བླ་མ་ག་ལོ་རྒྱུ་དང་ཧིས་ཏྲི་དང་རང་ག་རྩ་བའི་བླ་མ་ག་མཁས་མཆོག་སྐྱེས་བུ་ཧ་མ་གོ་བ་དན་གྱིས་འུ་དུ་ད་བུ་ཅུང་ཅག་རྒྱུ་བ་ལ་ཨན་ཞུ། འུ་ནུ་རྒྱུ་བ་དན་གྱིས་ཇི་དེ་ནང་ཨེ་དན་བཅབས་རྗེས་ག་ར་རིན་པོ་ཆེ་མཆོག་ག་ནི་ལོ་རྒྱུ་ཨ་ནི་མ་ལ་སྙིང་དུས་དུ་རྡོར་དུ་དུར་ཞུ་ལས་གི་ས་ཨ་ནི་མྱོས་ཅག་ཨན་ཞུ་ལས་ལ། སྤྱིར་བཏང་ཨེ་དན་བཅབས་རྗེས་ག་ར་རིན་པོ་ཆེ་ད་ག་མཁས་བུ་ཞོ་ཡབ་དང་ཡུམ་དགའ་ཚན། དབྱི་བུ་གི་ལ་ཡ་བཞུ་ནེ་ལ། ཡབ་དགའ་ཚན་ཞོ། ལྕགས་རྗེ་གདུང་སྲས་ཁྲི་ལེ་ནོར་བུ་རིན་པོ་ཆེ་མཆོག་གི་ལ་བཞུ་ལེ་ལ། ཡུམ་དགའ་ཚན་ཞོ་ཡི་ཧང་གི་ལ་ཡ་བཞུ་ནེ་ལ། འཇམ་དབྱངས་ཆོས་འདྲེན་གྱི་ལ་ནི་བཞུ་ལེ་ལ། སྐྱབས་རྗེ་དགའ་ར་རིན་པོ་ཆེ་ཀ་ཡབ་ཀ་ཡབ་དང་ཡུམ་ཀ་མཚན་ཤོག་ཡབ་ཀ་མཚན་ཤོག། སྐྱབས་རྗེ་གདུང་རྩེའི་ཁྲི་ལས་ནོར་བུ་རིན་པོ་ཆེ་མཆོག་དང་ཡུམ་ཀ་མཚན་ཤོག། འཇམ་དབྱངས་ཆོས་སྒྲིན་ན་ནི་འུར་དུ་ནི་རྩིང་ཤོག་ཨ་དེ་སྐྱབས་རྗེ་དགའ་ར་རིན་པོ་ཆེ་ཀ་ཡབ་དང་ཡུམ་རྒྱུ་བ་ལ།

གཏེར་སྟེན་པད་མ་གླིང་པ་ག་གདུང་རྒྱུ་དུར་གྱི་ལ་ཨནི་བཞུ་ལེ་ལ། ཧང་ཏི་གི་ལ་ཡ་དང་ནེ་ལ་ནི་ཨའི་ཏིན་ལྕགས་ཀྱི་ག་རར་རིན་པོ་ཆེ་ག་ཡུམ་མཁས་པོ་བཞུ། འཇམ་དབྱངས་མཆོད་སྤྲིན་མནྡ་ཀ་བཞུ་དབྱི་བ་ག་སེ་མུ་གི་ལ་ཡ་དང་ནེ་ཨའི་ཏིན་བླ་མ་བསོད་ནམས་བཟང་པོ་ཨནི་མེ་མེ་རིན་པོ་ཆེ་ཨནི་གསུང་དང་པོ་བཅའ་བླ་མ་བསོད་ནམས་བཟང་པོ་ག་སེ་མུ་གི་ལ་ཨནི་བཞུ་ལེ་ལ། བླ་མ་བསོད་ནམས་བཟང་པོ་མནྡ་ཀ་ལ་གཏེར་སྟེན་པད་མ་གླིང་པ་ག་རྒྱུད་པ་དུར་གྱི་ལ་ཨནི་བཞུ་ལེ་ལ། ནི་འོང་ནི་གི་ལ་ཨ་ནི་ཞུ་ལས་ནི་བླ་མ་བསོད་ནམས་བཟང་པོ་དག་ག་འགྱེད་པོ་ལ་བླ་མ་རྣམ་མེད་ཟབ་མེད་རྟོགས་ལྡན་བ་དོར་གི་ལ་ཨ་ནི་ཞུ་ལས་འོང་མ་ཨེ་བདེན་འབྲུག་རྒྱལ་ཁབ་ནང་ག་བཀའ་བརྒྱུད་གི་ནི་འུར་སྒྲ་སྙིང་མ་བླ་མ་པ་ཕྱི་ལོ་རྩ་ཆེ་ལོ་ཧབ་དོར་གི་ནི་འུར་སྒྲ་བཀའ་བརྒྱུད་ག་བླ་མ་རྩ་ཆེ་ལོ་ཧབ་དོར་གི་ནི་འུར་སྒྲ་བླ་མ་བསོད་ནམས་བཟང་པོའི་གདུང་དང་ཕྱག་རྒྱ་ཆེན་པོ་རྫོགས་པ་ཆེན་པོ་ག་ཆོས་མ་ཞུ་རྩ་དང་པོ་ལས་མ་འཇའ་ཨ་ཞུ་ནས་ཨོང་མ་ཨའི་སྟེང་ག་འབྲུག་རྒྱལ་ཁབ་ནང་ག་ཕྱག་རྒྱ་ཆེན་པོ་རྫོགས་པ་ཆེན་པོ་ག་ཆོས་དམངས་པོ་བརྒྱུད་པ་ཆོས་མཁན་པོ་བླ་མ་བསོད་ནམས་བཟང་པོ་ག་བཀའ་དྲིན་དུར་གིའོ་ལ་ཨ་ཞུ་ལས་ངོ་ནོ་ལྟ་བུ་བླ་མ་བསོད་ནམས་བཟང་པོ་ག་སེ་མོ་ཤོ་ཨའི་སྟེང་སྐྱབས་རྗེ་ག་ར་རིན་པོ་ཆེ་ག་ཨེ་མ་ཡུམ་གི་ལ་ཨ་ཞུ་ལས་འཇམ་དབྱངས་ཆོས་སྒྲོན། ནི་འོག་ཏུ་ནི་འོག་ཏུ་གི་ལ། འོང་ནུ་ག་ཐུང་ག་ཨ་ཡི་སྟེང་ལྕགས་བརྒྱད་མདུང་སེ་ལྕགས་བརྒྱད་མདུང་སེ་ནི་ཁྲི་ལི་ནོར་བུ་རིན་པོ་ཆེ་གི་ནི་ཨ་ཡི་སྟེང་ནི་ཨ་ཡི་སྟེང་བླ་མ་བསོད་ནམས་བཟང་པོ་གི་རོ་ག་སེ་མོ་འཇམ་དབྱངས་མཆོད་སྤྲིན་ད་ག་མཁས་བུ་དགུང་ལོ་བཅུ་དྲུག་འཕང་བཞེས་ལས་སྐབས་ག་ནི་བླ་མ་བསོད་ནམས་བཟང་པོ་གི་བཅྭ་བརྒྱད་གདུང་སྲས་ཁྲི་ལས་ནོར་བུ་རིན་པོ་ཆེ་ག་མཁའ་འགྲོ་བཞེས་གནང་ཤོག་ག་དག་ཕིབས་པ་དགེ་བོ་ལགས། ག་དག་ཕིབས་པའི་སྐབས་འགའ། བཅྭ་བརྒྱད་གདུང་སྲས་ཁྲི་ལས་ནོར་བུ་རིན་པོ་ཆེ་གིས་ཚར་མང་པོ་དོར་ནས་ཁས་ལེན་དེང་དང་ནི། English གི་ནི accept and མ་གནང་མ་དགེ་བོ་ལགས། དགེ་བསྙེན་རང་བུ་བླ་མ་བསོད་ནམས་བཟང་པོ་མཆོག་གི་ཡང་ནི་ཡང་དུ་རོ་ག་སྲས་མོ་གད་བུ་འཇམ་དབྱངས་མཆོད་སྤྲིན་གད་བུ་འགའ་བདའ་ཡང་ནི་ཡང་ནི་ཀློང་ནི་ཀུན་ཏུ་ག་ཅར་ནི་འགའ་བདའ་བུས་པ་གམ་ནི་ལཱས་ཀ་ཤོ་སྐྱབས་ཀྱི་གདུང་སྲས་ཁྲི་ལི་ནོར་བུ་རིན་པོ་ཆེ་གི་བསྒྲིགས་པའི་ནང་ཨ་ནི་ནི་མཁའ་འགྲོ་ནཱ་ལེ་ནཱ་ཨ་ནི་འཇམ་དབྱངས་མཆོད་སྤྲིན་གད་བུ་བརྒྱ་ག་མཁའ་འགྲོ་ཨ་ནི་བསྒྲིགས་པའི་ནང་ཨ་ནི་འོད་དུ་བདའ་བུ་ཨེག་སེབ་ཨ་ནང་མ་གོ་ལ་ཨ་བཞུ་ལས། འོ་དོ་ལྟ་བུ་སྐྱབས་རྗེ་མདོ་མཛད་ཕྲིན་ལས་ནོར་བུ་རིན་པོ་ཆེ་གིས་ནི་བླ་མ་བསོད་ནམས་བཟང་པོ་དགའ། བཟང་པོ་དགའ་སྲས་མོ་མཁས་པོ་འཇམ་དབྱངས་མཆོད་སྤྲིན་མཁས་པོ་ཨེ་སིབ་ཨ་ལས་སྐབས་དཀར་པོ། ཐུགས་ཀྱི་དགོངས་གཞི་ཧང་སྟེ་བཞེས་ནས་ཨེ་སིབ་ཨ་བ་ལ་བཏང་ནས། མ་འོངས་པ་སྐྱབས་རྗེ་བདུན་བརྒྱུད་རིན་པོ་ཆེ་གི་གདུང་རྒྱུད་དུར་བྱ་སྤེལ་ལ། གདུང་རྒྱུད་ཆ་ཧ་ནི་བྱ་སྤེལ་བརྒྱུད་ལ་ཨ་ནི་ཞུ་ནས་ལ། མ་འོངས་པ་ནི་སངས་རྒྱས་དགའ་བསྟན་པའི་ལུང་རྟོགས་ཀྱི་ཆོས་མཁས་པོ་རྣམ་སྨིན་བསམ་མེད་ཤིང་ཏུ་རྒྱ་ཆེ་ལོ་ཨ་ནི་དཔལ་བེ་ཁེ་ལེ་ལ་ཨ་ནི། རྒྱ་ཆེ་ལོ་དཔལ་བེ་ག་དེ་མདའ་ཤང་གི་ལ་ཨ་དང་ནི། རླུང་རྟོག་གི་ཆོས་དུར་བ་ནི། འགྲོ་བ་རི་རུ་སེམས་ཅན་ཐམས་ཅད་གནས་སྐབས་ལྷ་དང་མིའི་གོ་འཕང་དང་མཐར་ཐུག་སངས་རྒྱས་ཀ་གོ་འཕང་གཤེགས་པའི་མར་བེ་ལ་ངོ་ནུ་དགེ་བ་དེང་གི་དབུ་དུ་གཤེགས་པའི་ག་དེ་མདའ་གི་ངེས་པར་དུ་ཨ་ཡི་དེ་མདའ་ག་རླུང་རྟོག་ག་ཆོས་ནིག་ཚིག་ཅོག་ངེས་པར་དུ་ས་ཛམ་བུ་གླིང་ནང་ག་དར་བེ་ཁེ་ལེ་ལ་ངོ་ནུ་དར་བེ་ག་དེ་མདའ་གི་གདུང་རྒྱུད་དུར་ཆ་སོས་ཁེ་བ་ལ་ཨ་ནི་འུ་དུ་མདའ་བུ་ནི་ཐུགས་སྙིང་རྗེ་ཆེན་པོ་གི་རྩེ་གཟིགས་ནི་ངོ་བོ་ནང་ལ་ཚེ་འཛིན་ཤོག་བླ་མ་བསོད་ནམས་བཟང་པོ་བ་སེ་མོ་འཇམ་དབྱངས་ཆོས་འཕྲིན་རྒྱལ་པོ་དགུང་ལོ་བཅུ་དྲུག་ཨ་ནི་བཞུགས་པའི་སྐབས་ཀ་ནི་ངོ་ནས་ཤོག་མཁའ་འགྲོ་མཁས་པོ་ངོ་ནས་ནི་ཞལ་ནང་མ་དགེ་བ་ལ་ཨ་ནི་ཞུ་ལས་ལ། འོང་ནི་ཞུ་ནང་མ་འགྱོ་ལ་ཨ་ཞུ་ལེ་ལ། ནི་འོང་ནི་ནི་མཁའ་འགྲོ་གཞན་ཆོམ་འདི་གེ་ཞོ། ནི་ཨའི་བདེན་ག་ནི་ལྕགས་བྱི་དགའ་ར་རིན་པོ་ཆེ་གེ་པོ། ནི་ཨའི་བདེན་ནི་ནི་མདུང་རྩེ་ཁྲི་ལེ་ནོར་བུ་རིན་པོ་ཆེ་ག། མཁའ་འགྲོ་མ་ཡུམ་ནི་མ་ཡུམ་མ་ལྕགས་བྱི་དགའ་ར་རིན་པོ་ཆེ་ག་མ་ཡུམ། ནི་ཨའི་བདེན་འཇམ་དབྱངས་ཆོས་སྤྲིན་མཆོག་ག་མངལ་དགའ་བཞུགས་པ་འགྱོ་ལ་ཨ་ཞུ་ལེ་ལ་ལྕགས་བྱི་དགའ་ར་རིན་པོ་ཆེ། ནི་སྐྱབས་རྗེ་དགའ་ར་རིན་པོ་ཆེ་སྔར་འགའ་བཞུགས་པའི་སྐབས་འགའ་ནི། དབྱི་བོ་ཇོན་མ་གྱོ་ལ་ནི་ཞུ་ནི་ལ་ནི་དབྱི་བོ་ཇོན་མ་ག་མང་གྱོ་བ་དབྱི་བོ་ག་ཀུན་ཏུ་ག་ཅར་པ་གྱོ་ལ་ཞུ་ནི་ལ་དང་ནི་ལ། ནི། ཨཱི་དིན་བ་ག་ནི། མཁན་པོ་རྣལ་མའི་ས་མའི་ཁྱོན་ཆེན། མངོན་ཤེས་ཐོགས་པ་མེ་འོབས་བ་ག་ཁྱོན་ཆེན། ནི་ཨཱི་དིན་མཁན་ཆེན། སྤོ་ལོ་མཁན་ཆེན་ག་ཀུན་ཏུ་ག། བཅར་བར་གྱུར་བ་ལ་ཨཱ་ནི་ཞུ་ལས་ལ། ལྕགས་རྗེ་ག་ར་རིན་པོ་ཆེ་གི། ལྕགས་རྗེ་ག་ར་རིན་པོ་ཆེ་གི་པུ་མ་ཡུམ་ག་མངལ་ག། མ་ཡུམ་འཇམ་དབྱངས་མཆོད་སྤྲིན་དགའ་མངལ་དགའ་ནི་བཞུགས་པའི་སྐབས་དགའ་ནི་ལྕགས་བྱི་གདུང་སྲིད་ནི། ལྕགས་བྱི་གདུང་སྲིད་ཁྲི་ལས་ནོར་བུ་རིན་པོ་ཆེ་མཆོག་གདངས། མ་ཡུམ་འཇམ་དབྱངས་མཆོད་སྤྲིན་ནི་རྩིང་ཨི་པ་དགའ་ཀུན་ཏུ་ཨི་པ་དགའ་ཕྱག་དབང་ལྕགས་པ་ཀི་ཨོ་ལ་ནི་བཞུགས་ནས་ལ་ཨི་ཏི་དགའ་སྤོ་ལོ་ཁྱོད་ཆེན་ནི་མངོན་ཤེས་ཐོགས་པ་མི་འོག་མེད་པ་དགའ་འུ་ཏུ་ལྟ་བུ་ཁྱོད་ཆེན་དགའ་ཀུན་ཏུ་དགའ་ལྕགས་པ་ཀི་ཨོ་ལ་ཨི་བཞུགས་ལས་ལ་མདོར་བསྡུ་ན་ཕྱག་དབང་ལྕགས་པ་ཀི་ཨོ་ལ།

མཁའ་འགྲོ་ནི་འཇམ་དབྱངས་མཆོད་སྤྲིན་ནི། ལྕགས་ཀྱི་ག་ར་རིན་པོ་ཆེ་ནི། མཁའ་འགྲོ་ག་སྔགས་འགའ་བཞུགས་པོད་བཞུགས་ནི་ཆུ་ལེགས་གབ་འགའ་ནི་སྤོ་ལོ་མཁན་ཆེན་འགའ་ཀུན་ཏུ་ག་ཅར་བ་རྒྱུ་བ་ལ་ཕྱག་དབང་ལྕགས་པ་རྒྱུ་བ་ལ་ནི་ཞུ་ལེ་ལ་ནི་འུ་ནུ་ལྟ་བུ་ཕྱག་དབང་ལྕགས་པས་གབ་འགའ་སྤོ་ལོ་མཁན་ཆེན་གྱིས་ལྷང་ལྟས་ནང་མ་ལ་དང་ནི་ལ་ལྕགས་ཀྱུའི་མདུང་རྩེའི་ཐིག་ལེ་ནོར་བུ་རིན་པོ་ཆེ་སྐྱེས་བུ་གདོང་བཞུགས་པའི་བི་ནི་མཁའ་འགྲོ་སྐྱེས་བུ་ཁྲི་ཀ་བཞུགས་པའི་བི་བ་གུ་བ་ལ་བཞུ་ལེ། ཁྲི་ཀ་བཞུགས་པའི་བི་མདངས་སྤོ་ལོ་ཁྱོད་བྱིན་གྱིས་ཆ་བསམ་ཚེ་ནི་མཁའ་ལྟར་དུར་ཀ་དག་ནི་མཁའ་འགྲོ་ཀ་ཕུད་པ་གུ་བ་ལ་བཞུ་ལེ་ལ། མཁའ་འགྲོ་ཀ་ཕུད་པའི་སྐབས་ཀ་ཤོ་སྤོ་ལོ་ཁྱོད་བྱིན་གྱིས་ཧང་དི་སྲུང་མ་ལ་མདངས་ནི་ལ།

དགོང་མོ་རང་སྐྱབས་རྗེ་ག་ར་རིན་པོ་ཆེ་ཨ་མ་མངལ་དགའ་བཞུགས་པའི་སྐབས་འགར་འུ་རྡོ་ལྟ་བུ་རྟགས་མཚན་གཞན་སྣང་མ་འགྲོ་བར་འུ་རྡོ་ལྟ་བུ་རྟགས་མཚན་ཕྱི་ལུགས་དབུ་འཇུག་མ་ལ་ཨ་ནི་ཞུ་ལས། འུ་རྡོ་ལྟ་བུ་དབུ་ནི་མཚན་དུ་སྤོ་ལོ་མཁན་ཆེན་གྱི་དགའ་རབ་རྡོ་རྗེའི་ཨ་ནི་འུ་ནི་རྟགས་སྣང་མ་འགྱུར་བ་ལ་ཨ་ནི་ཞུ་ལས། ནི་འོང་ནི་གི་ཚིག་འཛིན་ཤོ་འོང་ན་ག་ཚིག་འཛིན་ཤོ་ནི་ལྕགས་ཀྱི་གར་རིན་པོ་ཆེ་ནི་གདོང་དང་ཨ་མ་མངལ་གྱི་ཨ་ནི་མ་ལ་འོང་ནི་གདོང་དང་སྐུ་གནམ་ལོ་ཧབ་དུར་ག་འཁྲུག་མ་གྱོ་ལ་དང་ནི་ལ་གཅིག་སྟོང་དགུ་བརྒྱ་འབྲུག་བཅུ་རེ་ལྔ་ག་ས་ཛམ་བུ་གླིང་ནང་ག་སེམས་ཅན་ཐམས་ཅད་ག་སྐྱེ་ག་ན་འཆི་ག་སྡུག་བསྔལ་སེལ་བའི་ག་བདེན་བདག་གི་གནས་སྐབས་ལྷ་དང་མི་གོ་འཕང་དང་མཐར་ཐུག་སངས་རྒྱས་ག་གོ་འཕང་སྐྱེ་བའི་ག་བདེན་བདག་གི་ཐུགས་སྙིང་རྗེ་ཆེན་པོ།

བླ་མ་ལྟ་བུ་བསྟི་སྟང་དུ་མ་འགྲོ་བ་འགྱེད་པ་མ་དུ་ནང་ག་རྟོགས་པ་ཐོང་ག་ཐུར་བསམ་བློ་མི་གནས་རྣལ་འབྱོར་པ་ད་ག་འགྱེད་པོ་ངོ་པ་སྐྱབས་རྗེ་ག་ར་རིན་པོ་ཆེ་སྐྱེས་བུ་གི་བླ་ན་ཨ་ནི་བཞུ་ལེ་ལ། འོམ་ཅང་འགྱིད་ཀྱི་འོ་ནས་བཞུ་ལ་འགྱིད་ཀྱི་སྐྱབས་རྗེ་ག་ར་རིན་པོ་ཆེ་ག་ན་མེ་ས་མའི་བསྟོད་པ་ཕི་ནི་ན་མེ་ས་མའི་སི་ན་མེ་ས་མའི་པོག་ཏྲི་ཙོང་ག་ནི་འུ་དོ་ད་བུ་ཏི་ནི་ཆ་སི་ཕི་ནང་ན་ཨ་ནི་འུ་དོ་ད་བུ་ཐུགས་བསམ་ཞེན་བྱ་བའི་འོ་དོ་ལྟ་བུའི་ཐུགས་དམ་རྩ་དང་པོ་ལས་གཞན་མ་གནང་ཞུ་དབང་ཞུས་ནས་རྗེ་འམ་རྒྱལ་པོ་ལྕགས་སྤྲེལ་དགའ་ར་རིན་པོ་ཆེ་གི་དབང་པོ་ཞུ་མྱོང་པ་མོ་དབང་པོ་འོ་དོ་ལྟ་བུ་ར་ལྟ་བུ་ཞུ་མྱོང་པ་མོ་ལྕགས་སྤྲེལ་དགའ་ར་རིན་པོ་ག་བྱ་དབང་པོ་མང་པོ་བཅར་པས་མྱོང་པ་མ་འཇགས་ཞུ་ལས་ཧ་ནི་ལ་དག་ནས་རང་ལྟ་བུ་སྲུང་འཇིག་རྟེན་ཕལ་པ་དོར་རང་ལྟ་བུ་བསོད་ནམས་མོ་ག་སྐལ་མཁན་ལྕགས་སྤྲེལ་དགའ་ར་རིན་པོ་ཆེ་གི་བུ་ཀུན་ཏུ་ག་ལེགས་པ་ནི་བཅར་པས་མ་མྱོང་ཅི་ཞུ་ལས་ཚིག་ངན་བཅར་པས་ག་གོ་སྐབས་འབྱུང་ནི་ལ་ནི་ཚིག་ངན་བཅར་པས་ག། བསམ་བློ་བོ་ཅག་ཚིག་ངན་གོ་སྐབས་མྱོང་ནི་ལ་ཅི་ངོ་སོ་ནི་ཅར་བེ་ནི་ནི་ཅར་བེ་ག་འདས་པ་ཆི་ལུ་ཅག་ཨ་ནི་ཞུ་ལེ་ལ། ངོ་ནོ་ལྟ་བུ་སྐྱབས་རྗེ་ག་ར་རིན་པོ་ཆེ་ནི་ད་གང་རྒྱལ་པོ་ལ་གཟེ་མོ་རྩ་དང་པུ་ལེ་མང་གི་འོ་ལ་ཞུ་ལེ། གདུང་རྒྱུད་ག་བསམ་བློ་མི་ནི་བུ་ཡབ་ཀྱི་ཡབ་ག་ག་ཡབ་ཀྱི་གདུང་རྒྱུད་དུར་གོ་ནི་བུ་སྣ་མེ་ས་མེ་ཐོ་ལ་གུ་རུ་རིན་པོ་ཆེ་གི་གདུང་དང་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གི་གདུང་ཅག་གདོང་དང་ཨ་ནི་ལྕགས་ཀྱི་གདུང་གསེར་ཁྲི་ལི་ནོར་བུ་གའི་ཨ་ནི་གདུང་རྒྱུ་ཇོན་མ་གོ་ལ་ལ་གདུང་རྒྱུ་དུ་མ་ཡུམ་གྱི་སྒོ་ནི་ལ་གཏེར་བསྟན་པད་མ་གླིང་པ་གའི་གདོང་དང་ནི་བླ་མ་བསོད་ནམས་བཟང་པོ་བླ་མ་བསོད་ནམས་བཟང་པོ་གའི་གདོང་དང་ནི་འུར་འུར་དུ་ལྟ་བུ་གདུང་རྒྱུ་གལ་པོ་ལྕགས་ཀྱི་ག་ར་རིན་པོ་ཆེ་ལྟ་བུ་གདུང་རྒྱུ་གཙང་མ་གལ་པོ་འོག་མ་ཨུབ་དུར་ག་བདུད་རྩི་ག་ན་མེ་བསམ་པའི་ཀ་ལུ་ཨུ་བྷི་གུ་ཨོ་ལ་ཨ་ནི་ལྕགས་ཀྱི་ག་ར་རིན་པོ་ཆེ་ག་གདུང་རྒྱུ་དུར་གོ་ནི་གདུང་རྒྱུ་ག་དུར་ག་བསམ་ནོ་མི་ནི་ལ་ཡིན་ན་སངས་རྒྱས་བསྒྲུབ་ལ་བདེ་མཆོག་པ་མེད་ན་སངས་རྒྱས་བསྒྲུབ་ལ་ཐབས་ཆག་པ་སྲུང་མ་པུས་ཀེ་ར་འགྱུ་བ་ལ་ཞུ་ལེ་ལ་ངུ་ནུ་འགྱུ་བ་དེང་གི་ཅབ་ཀྱེ་ག་ར་རིན་པོ་ཆེ་བདག་ག་འགྱེད་པོ་ཨོ་མ་གླེགས་བམ་ནི་ཐུགས་བསམ་བཞིན་མགུ་བཅུ་ཡས་བསྟན་པ་ལ་ཅབ་ཀྱེ་ག་ར་རིན་པོ་ཆེ་ཁྱེད་བུ་ནི་ཅབ་ཀྱེ་གདུང་སྲས་ཁྲི་ལི་ནོར་བུ་རིན་པོ་ཆེ་གི་བླ་མ་བསོད་ནམས་བཟང་པོ་གི་རོ་ག་སྲས་མོ་ཁྱེད་བུ་ལོ་བཅུ་དྲུག་ག་ནས་བཞུགས་པའི་སྐབས་ག་འཇམ་དབྱངས་ཆོས་སྤྲིན་ཁྱེད་བུ་བླ་མ་བླ་མ་གཉིས་པོ་དང་ལྕགས་བརྒྱད་མདུང་རྩེ་ཁྲི་ལས་ནོར་བུ་རིན་པོ་ཆེ་ག་ག་འགྲོ་བཞེས་ཡང་ནི་ག་དག་ཕུལ་བ་གམ། ཐུགས་བསམ་ལྷས་ག་ཐུགས་བསམ་ཧང་སྟེ་བཞེས་ནི་ནི་ག་འགྲོ་བཞེས་བ་ཡང་དག་ནི་མ་འོངས་པ་སངས་རྒྱས་ག་བསྟན་པ་མཁས་པའོ་དཔལ་བེ་ག་དེ་དག་གི་སེམས་ཅན་ག་བདེ་སྐྱིད་བེ་ལེ་ག་དེ་དག་གི་སེམས་ཅན་ག་སྡུག་བསྔལ་སེལ་བེ་ག་དེ་དག་གི་གདུང་མཇུག་དུར་བྱ་བེ་ལ་ནི་འུ་ཐུག་ལྟ་བུ་ཐུགས་ཀྱི་དགོངས་བཞེས་བཞེས་ནི་ལྕགས་བརྒྱད་མདུང་རྩེ་ཁྲི་ལས་ནོར་བུ་རིན་པོ་ཆེ་གི

ནང་པ་འགའ་ཕྱི་ལུགས་ལྟ་ག་འགྱེད་པོ་ཤོ་ལྕགས་ཀྱི་དགའ་ར་རིན་པོ་ཆེ་གི་ཨ་ནི་ནི་གསུངས་པ་མང་པོ་དོ་ནང་པ་འགའ་ལྟ་གྲུབ་ནང་པ་འགའ་ཆོས་ནང་ག་རིགས་བུན་ག་ལམ་རྒན་མི་འགའ་ལྕགས་ཀྱི་དགའ་ར་རིན་པོ་ཆེ་ལྟ་བུ་ནི་ཨ་ནི་འབྲུག་རྒྱལ་ཁབ་འགའ་སྦྲང་པོ་ཤུ་མཐའ་ནི་ལ་ནི་ཏི་ཏང་ལྕགས་ཀྱི་དགའ་ར་རིན་པོ་ཆེ་མ་ལ་ལྕགས་ཀྱི་དགའ་ར་རིན་པོ་ཆེ་གི་ལག་པ་ནི་འོ་དོ་ལྟ་བུ་ནི།

ཀུ་རོག་ཏི་ཀ་ཆས་ལུགས་ཧིན་རྡུ་ཀ་ཆས་ལུགས་ཀིན་ནི་ཧང་ཀ་ཆས་ལུགས་ཀིན་ཆས་ལུགས་དམར་ལེགས་པགས་ཀི་ལ་ནི་བཞུ་བ་རྩ་དང་པོ་ལས་མང་གིས་གིན་ནི་རང་བ་ཨའི་དོན་གྲུབ་རྒྱལ་ཁབ་དང་ག་ཤོ་སྒོ་མ་ན་ཞབས་གྲུབ་ངག་དབང་རྣམས་ཀིས་གུ་རུ་རུན་པོ་ཆེ་ཀིས་བྱིན་གྱིས་བརླབས་ཐོག་ག་ས་གཏེར་བསྟན་པད་མ་གླིང་པ་ག་གདུང་རྒྱུད་མང་པོ་བཞུགས་ཐོག་མངའ་བདག་རིན་པོ་ཆེ་གུ་རུ་རུན་པོ་ཆེ་ཀིས་རྣམ་གྲོལ་མང་པོ་བཞུགས་ཐོག་ག་འབྲུག་གི་རྒྱལ་ཁབ་རྒྱུད་བ་ག་བསྟན་གྱི་ཨའི་དོན་ནི་ནང་པ་ཆོས་ཨ་ལས་ག་ཤོ་སྣ་མེད་ས་མེད། འགའི་ཕྱི་ལུ་དུར་གྱི་འོག་གི་རྟེན་གྱི་ནི། ལྕགས་ཀྱི་ག་ར་རིན་པོ་ཆེ་གི་ཨོ་མ་ཨེ་སྟེ་འབྲུག་སྨི་སེར་བ་སྤུ་ར་ར་ནང་པ་ཆོས་ག་ལམ་རྒན་པི་ནི་ནང་པ་ཆོས་ག་ལམ་མཚོན་བཞིན་དུ་རྒན་ནི་སྨི་མང་སྤུ་ར་ར་ནང་པ་ཆོས་ག་བཙུགས་པའི་རིང་ག་ཤོག་ལྕགས་ཀྱི་ག་ར་རིན་པོ་ཆེ་ར་ནི་རྒྱུ་བ་ལ་ཨ་ནི་ཞུ་ལེ་ལ་ནི་ཨོམ་བྷ་ར་ཀ་ལྕགས་ཀྱི་བ་སྤུ་མང་གི་ཨ་ནི་ཞུ་བ་མང་གི་བྷ་ར་ཀ་ལྕགས་ཀྱི་བ་སྤུ་ནི་རོག་སྟེ་བྱང་ཆུབ་སེམས་དགའ་རྣམ་གྲོལ་གྱི་ལྷ་ཨའི་གདན་གྱི་སྤུ་རག་གིས་ནི་སེམས་ཅན་དགའ་བྲོ་ལྡན་གྱི་བུ་དཔག་ཏུ་མ་བ་གཟིགས་ལྕགས་ཀྱི་ལྷ་དགེ་མི་རངས་པ་ཨའི་གདན་པ་ག་སངས་མ་རྒྱས་པ་སེམས་རྒྱུ་ག་གཏན་གྱི་འོམ་དངོས་སུ་ཐོགས་མེད་ཁྱོ་བ་ཤུག་ལྕགས་བྱེ་ག་ར་རིན་པོ་ཆེ་ག་ར་མཇལ་ན་བཞུད་ལས་འོང་ནོ་རྒྱུ་བ་གཏན་གྱི་ཨའི་གདན་ལྕགས་བྱེ་ག་ར་རིན་པོ་ཆེ་ག་སློབ་མ་འབག་གི་དམ་ཚིག་གཙང་མ་ཨ་ནི་བཙུགས་ནས་བླ་མ་མཁས་པོ་སྐུ་ཚེ་བརྟན་དང་མ་བརྟན་འདའ་ག་འགྱེད་པོ་སློབ་མ་འབག་ག་ནི་སློབ་མ་འབག་ག་ནི་སློབ་མ་འབག་ག་ར་ལས་པའི་དགེ་ལ་ཨ་ཞུ་ལས་སློབ་མ་འབག་གི་དམ་ཚིག་གཙང་མ་བཙུགས་མིན་ཁྱེར་ནས་ཅི་བཅྭ་བརྒྱད་རིན་པོ་ཆེ་གི་གདམས་ངག་དེ་གསུངས་བྱམས་འུ་དུ་གེ་པོ་ཉམས་ལེན་ཨ་ནི་ནི་འུ་དུ་ལྟ་བུ་ནང་མི་རེ་ནི་ཤོ་བླ་མ་ག་སྐུ་ཚེ་གེ་པོ་བོ་ཞབས་པད་བརྟན་པའི་རྒྱུ་བ་ལ་ཨ་ཞུ་ལས་འུ་ནུ་རྒྱུ་བ་དེ་གི་དེ་ནོངས་བྱེད་གི་བཅྭ་བརྒྱད་ག་ར་རིན་པོ་ཆེ་ག་གདུང་བཅུ་ག་གོ་ནི་ལ་ན་མེ་ས་མི་རྩ་ཕྱི་ལུགས་གི་ལ་ལ

ཨུ་བསྟུར་ག་ན་སྤོག་པའི་རེ་ན་མེད་ཨུ་བསྟུར་ག་ན་ཏཧ་དགུ་ལའི་རེ་ན་མེད་ཅབ་ཅེ་ག་ར་རིན་པོ་ཆེ་ཏཱ་ག་ནི། ཨེ་བག་གི་ཅབ་ཅེ་ག་ར་རིན་པོ་ཆེ་ག་བིས་ཀ་ཛས་ནམ་ག་སྒོ་ནི་ཨེ་བག་གི་ཁ་དང་མི་ག་རྩ་དང་པུ་ལས་མ་རུངས་པ་བཞུ་ལས་ལ། ཨའི་སྟེང་གི། གང་ལ་གང་དུ་དེ་ལ་དེར་བརྟེན་པའི་སྲུང་མ་པོ་རུག་སྟེ། སངས་རྒྱས་དངོས་རྒྱུ་བ་ག་བརྟེན་གྱི་སེམས་ཅན་ག་གདུལ་བྱ་དང་གདུལ་བྱ་བརྟེན་ནི་ཆོས་ནང་མའི་གདུལ་བྱ་དང་གདུལ་བྱ་བརྟེན་གྱི་ཨི་ནི་སྤྱོད་ལམ་ནང་མའི་མ་གཏོགས་ཨི་བག་བག་གི་སོགས་སུ་སྐྱེ་བོ་དེའུ་རྒྱུ་བ་ག་བརྟེན་གྱི་ཨེ་བག་གི་ན་ལོ་ག་སྐྱོན་མཐོང་ག་འགྱེད་པོ་བཞུ་བླ་མ་བ་ག་སྐྱོན་རིན་པོ་ཆེ་བ་ག་སྐྱོན་མང་གི་ཡི་ཤུ་ལས་རང་སྡེ་ག་ནི་བདེ་ཆ་བཞི་དང་གཏི་མུག་མཆོག་ག་བསྟན་གྱི་བླ་མ་བ་ག་སྐྱོན་མཐོང་སྣང་བྱ་གི་བ་ལ་ཡི་ཤུ་ལས་འུ་ནུ་གི་བ་ག་བསྟན་གྱི་ནི་ཐི་ནོ་ཀའི་སྒོ་བཙུགས་ནས་ཨའི་བསྟན་བ་ག་ནི་སྐྱབས་རྗེ་ག་ར་རིན་པོ་ཆེ་གེ་བུ་སྐུ་ཚེ་ཞབས་པའི་བསྟན་ནི་སེམས་ཅན་ག་འགྲོ་དོན་གེ་བུ་ཉི་མ་དང་ཟླ་བ་སྤུ་སྐྱེ་ཉི་མ་འོད་ཀྱི་ས་ཟམ་བུ་ལིང་ཆབ་པ་སྤུ་སྐྱེ་ནི་ཨའི་བསྟན་སྐྱབས་རྗེ་ག་ར་རིན་པོ་ཆེ་ག་འགྲོ་དོན་གེ་བུ་ནི་དེ་ས་ཛམ་བུ་ལས་ཡོངས་སུ་ག་འཁྱམས་ནི་སེམས་ཅན་དགའ་བདེ་སྐྱིད་ཀྱི་བུ། སྤྲུལ་བི་ལས་རས་པ་སྡུག་བསྔལ་གྱིས་སྒྲོལ་བའི་རས་པ་འོད་དུ་ལྟ་བུ་བླ་མ་ག་མཛད་ཕྲིན་ཨུ་དུ་ལྟ་བུ་རུ་བ་ཨོ་དོ་ན་ཨེ་བག་གི་སྨོན་ལམ་དག་པས་ཤོག་མནའ་མེད་བསམ་ཡས་རྒྱལ་ཕྱི་ལུགས་ཀྱི་བ་ལ་ཞུ། འོད་དུ་ཐིས་ནོག་ཤོག་ཅེས་སྐྱབས་རྗེ་ག་ར་རིན་པོ་ཆེ་ག་སྙིང་འདུས་ཨ་ནི་མ་ལ་ཟེ་མོ་དུར་ཡབ་དང་ཡུམ་ག་བརྒྱུད་པའང་འདི་གྱིས་ལགས་སྐྱབས་རྗེ་ག་ར་རིན་པོ་ཆེ་ག་འདི་བུ